ད་ནི་ངས་སྐད་ཆ་དྲང་པོ་ཞིག་བཤད་དང་གི་ད་ལྟ་ང་ཚོ་དངོས་གནས་ཚོ་ལ་གཞི་བཞག་བཤད་བ་ཡིན་ན་ད་ང་ཚོ་བོད་མི་རིགས་ཀྱི་དགྲ་དང་པོ་དེ་རྒྱ་གུང་ཁྲན་ཆགས་ཡོད་རེད་སོ་སི་གི་རྒྱ་ཁ་འཕྲོ་ཉེས་ཀྱི་དགྲ་བོ་ངོ་མ་དེ་དེ་རེད། གཉིས་པ་དེ་དགྲ་བོ་དེ་དབུས་བོད་མི་སྒྲིག་འཛུགས་ཆགས་ཡོད་རེད་བོད་མི་རིགས་བཙོང་ཉེས་དེ་རེད་རྒྱ་ཁ་ད་ལྟ་བཞུགས་མོ་གཉིས་ཀྱི་རྩེད་དེ་རེད་ལ་ཡ་ནི་ཆི

ད་ཁོང་ནང་པ་གི་ཆེས་ཤིན་ཅོ་ནོ་ཙི་ཁོང་ནང་པ་གི་བཤད་བསྡད་དེ་ཚོ་ཉན་དགོས་མ་རེད་རོ་ང་ཚོ་གི་ཆེས་བོད་མི་རིགས་དེ་ཁ་རུ་རུ་ཁ་པོ་སོ་སོ་ལྟ་བ་སྨྱོ་ནེང་ཐུག་ནས་ཆོམ་པོ་བྱེད་ནས་ང་ཚོ་གི་ཆེས་རྒྱ་གུང་ཁྲན་ལ་ཡ་ཁ་གཏད་བཅག་ཐོབ་པ་ཅིག་གི་ཨ་ནི་དེ་འདྲི་གི་ལོང་ལུས་ཅིག་དང་དེ་འདྲི་གི་ཁུ་ཡུག་ཅིག་ང་ཚོ་འཛུད་དགོས་གི་ར་ང་ཚོ་ང་ཚོ་ང་ཚོ་གི་མ་འཛུག་བ་ཡིན་ན

འོད་དེ་ནི་དབུ་བོད་མི་འགྲན་རྩོད་ཁོ་ནོངས་པ་ང་ཚོ་བོད་མི་རིགས་དགྲ་བོ་གཉིས་པ་ན་དེ་ཆགས་ཡོད་རེད། རྒྱུ་མཚན་ག་རེ་རེད་ཟེར་ནས་ད་ད་ལྟ་གཞུ་མོ་གཉིས་ཀྱི་ཆེད་དངོས་གནས་དགྲ་ནག་ཟེར་དེ་སྙེ་མ་ཚ་ས་ཧོ་ཧོ་བཙས་འདུག་དེ་ག་ལ་ད་དུས་ཀྱི་ལོང་ཤུགས་ཟེར་ནམ་དུ་དུས་ཀྱི་ཆེད་ཁུ་ཡུག་ཟེར་ནམ་དུ་དེ་རྩ་མེད་གཏོང་ཚར་ད་ད་ག་རེ་བཟོ་གི་ཟེར་གཉིས་ཕན་ཨེ་མིན་ལོ་ཟེར་ནས་དེ་རྒྱ་གུང་ཁྲན་གྱི་ཆེད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱང་ཁག་གི་གཙང་ཁྲའུ་འོག་ལ་བསྡད་གི་ཡིན་མགོ་རྟོགས་ཞུ་གི་ཡིན་ཟེར་ཏེ། རྒྱར་མི་བྱེད་ཁོ་རང་བྱེད་དེ་རེད། དངོས་གནས་ང་ཚོ་འཇིག་རྟེན་དང་དང་ཕལ་ཆེར་ཞག་རྒས་ནས་ཚོང་དྲེད་མི་རྒས་ནས་ཡོད་དྲེད་ཟེར་ནས་ད་ཁོ་རྒས་འགོ་ཆགས་ར་བས་འགྲོ་ཉེ་འགྲོ་ཁར་ད་འདྲིའི་གཅིག་གི་བས་མི་རིགས་རྒྱ་ཁ་དེ་བཙོང་བཤད་ཡོད་ར་ད། བས་མི་རིགས་རྒྱ་ཁ་ཟེར་དེ་རྩ་མེད་བཏང་བཤད་ཡོད་ར། ཧོ་དེ་འདྲས་རེད་ཧ་ལས་ཡང་གལ་ཡོད་མ་རེད། ཅི་རེད་ནི་རེད་མ་རེད་ནི་མ་རེད། ངོ་མ་ཁྱེད་ཟེར་གི་དེ་འདྲིའི་གི་ཅི་ཟེར་གོ། བྱ་བྱེད་དེ་བཙོང་བ་ནི་དཔེ་སྡུག་ཅག་རེད་ད། ཇོ་རིང་པོ་རེད། འཛམ་བུ་གླིང་འདི་ཐོག་ལ་ཡ་སའི་རྟགས་མ་ག་ཚད་ལེན་སོང། འཛམ་བུ་གླིང་འདི་ཐོག་ལ། བལ་བོའི་ཤེས་མཚོན་ནོ་ཅིག་ལྟོས་ཤོད་ད། མི་རྙིང་པ་ལ་ཐུན་འདྲ་ཅིག་ཡོད་མ་རེད། མི་ལྔ་དྲུག་རེ་མི་ལྔ་དྲུག་རེ་ལྔ་དྲུག་རེ་ཅིག་ཤུག་ཤུག་ཤུག་ཤུག་བསྡད་གལ་ཅིག་གནས་སྟུག་ཅིག་ཆགས་ཤག། བལ་བོའི་ཁོར་ཡུག་ནི་ཅིག་ལྟ་ད།

དེ་འདྲའི་ཡི་དྭགས། ཨོ། སྐད་ཆ་དྲང་པོ་ཡིས་ཅན་དངོས་གཞི་མཚོ་ལུ་གཞུང་བཞི་པ་དེ་བཤད་བྱ་ཡོད་མ་གཏོགས་གཞི་མེད་ཅན་ཚོས་ཅི་བྱས་མེད།